འཛིན་གྲྭ་གསུམ་པའི་སློབ་ཕྲུག་ཚོ་ཞོགས་དེ་ལས་རྣམ་པ་ཚོ་ལ་ད་རེས་ངས་སློབ་ཚན་སྦྱོང་བ་དེ་མང་ངོ་སྤྲོད་ཞུས་ཡིན། སློབ་ཚན་སྦྱོང་བ་དེ་ཡང་ངང་པ་དང་རུས་པའི་བྱས་རྗེས་དོན་དུ་ད་རིང་གི་ང་ཚོས་ཀྱི་སློབ་ཚན་དེ་ནི་སྒྲུང་གི་ཆ་དེ་ཤག་དང་པོ་དེ་ལ་ཡང་ཚིག་གཅིག་ཞིག་འདུག་དེ་རྣམ་པ་ཚོ་ལ་མང་ངོ་སྤྲོད་ཞུ་གི་ཡིན། བདེན་པའི་ཚིག་བཞིན་མ་ཉན་ན་རང་ཉིད་ཕོང་བ་ཤིན་ཏུ་ལགས་ངང་པའི་ངག་བཞིན་མ་ཉན་པས་རུས་པའི་ཁ་ལས་རླུང་ཞིག་གྲགས། ད་བདེན་པའི་ཚིག་ཟེར་བསམ་པ་ལ་ནམ་རྒྱུན་ད་ང་ནང་ཚུད་ཀྱི་ཕ་མ། གྲལ་དག་ནང་བཞིན་རྒན་པ་ཁོ་ན་ཚོས་ང་ཚོ་ལ་ཡ། ཅི་དགའ་བསླབ་བྱ་དེ་འདྲ་ཁྱོན་གནང་གི་འདུག་ཨ། དེ་ཚོ་དག་ནི་ཁོ་ན་ཚོ་གི་ནམ་རྒྱུན་དང་མི་ཚེ་ནང་གི་མྱོང་ཚོར་དང་བྲལ་བ་ཡོད་པ་སོང་ཙང་ཅིག་ང་ཚོ་ལ་དུས་སུ་མ་བདེན་པའི་ཚིག་དེ་མ་ང་ཚོ་ལ་ཅིག་བསླབ་བྱ་དེ་འདྲ་སྐྱོན་གྱི་ཡོད་ན་དེ་ལ་ཡིན་ན་ང་ཚོ་མ་ཉེས་ན། རང་ཉིད་ཕོང་བ་ཤིན་ཏུ་ལགས་སེ་ཨ་ནི་ང་ཚོ་སོ་སོ་རང་ཉིད་ཕོང་བའམ་མེད་པ་བཟོས་ཨ་དེ་ནི་ཤིན་ཏུ་ལགས་སེ་དེ་བསམ་པ་ལ་ཨ་ནི་ཧ་ཅང་གི་ཨ་ནི་ལས་སླ་པོ་རེད། དོན་དུ་ང་ཚོ་རྒན་པོ་དེ་གས་དེ་གས་ཨ་ནི་ཁོ་ཚོ་གི་ང། ནི་གང་གསུངས་པ་དེ་ང་ཚོ་ཉན་དགོས་རེད་ཞེས་པའི་དོན་རེད། ངང་པས་ངག་བཞིན་མ་ཉན་པས། དཔེར་ན་ངང་པ་གིས་ཤེས་ཡོད་ནང་བཞིན་ངག་བཞིན་དེ་བསམ་པ་ལ་ཤེས་ཡོད་ནང་བཞིན་ཞེས་མ་ཉན་པ་སོང་ཙང་ཨ་ནི་རུས་པའི་སྡེ་ནམ་མཁའ་ནས་མ་ལྷུང་རེད་ཞེས་གྲག་གི་རེད། དེ་ནང་བཞིན་བྱེད་ཅེས་ང་ཚོ་ཡང་ཨ་ནི་ཅིག་ག། ང་ནང་ཚོ་མི་རྒན་པ་གི་ཁ་ལ་དུ་མ་ཉན་པ་ཡིན་ན་ཁོ་ནང་ཚོ་གི་གསུང་རྒྱུན་དེ་མ་ཉན་པ་ཡིན་ན་ཨ་ནི་ང་ཚོ་ཡང་ཨ་ནི་སུས་སུ་ཚོ་ལྟ་རུས་པའི་ནང་བཞིན་ཆང་གི་རི་དྭགས་ཞེས་བྱའི་དུག་གསེར་ཞག་དོན་དག་དེ་རྣམ་པ་ཚོ་ལ་ངའི་གཟུགས་ལས་ད་ཚིག་ཀ་ཤི་ཤི་དང་པོ་དེ་ལ་ཟུར་འདོན་གནང་བཞག་དེ་རྣམ་པ་ཚོ་ལ་མ་ངོ་སྤྲོད་ཞུ་བ་ཡིན་དང་པོ་དེ་རྫིང་བུ་རྫིང་བུ་ཟེར་བསམ་པ་ལ་ཡ་ཆུ་དེ་འདྲའི་ཁྱི་ཁྱི་ནི་དེ་འདྲའི་མཚོ་མ་ཡིན་པ་ཆེ་མཚེའུ་ཡང་མ་ཡིན་པ་མཚེའུ་ལས་ཆུང་ང་ཆུ་དེ་འདྲའི་ཅིག་ཆར་བ་གི་ཆུ་ལ་སོགས་པ་དེ་འདྲའི་གི་ཁྱི་ནི་ཅིག་ག། ཆུ་ཆུང་ཆུང་དེ་འདྲའི་ངུ་འདུག་བ་དེ་ལ་ཡང་རྫིང་བུ་ཟེགས་རེད་དཔེར་ན་ང་ཚོ་དབྱིན་ཇི་གེ་ལ་པུའུ་ལ་ཡོད་བ་ཆུ་དེ་འདྲའི་འཁྱིལ་ནས་བཞག་གི་འདུག་བ། སྐྱིད་ནས་བཞག་ཡོད་ཆུ་དེ་ལ་ཡང་རྫིང་བུ་ཟེགས་ཨན་རུས་པའི་ལ་ན་དབྱིན་ཇི་གེ་ཐོག་ནས་ཤུལ་བ་ཡིན་ན་དྲོད་དྲོད་ཟེར་བ་ཨན་ཐན་པ་ཟེར་དོའི་བསམ་པ་ལ་ཡ་ཨན་དབྱིན་ཇི་ག་དུས་ཐོག་ལ་ཡ་ཆར་བ་དེ་མ་བཞག་ནས་ཨན་དབྱིན་ཇི་ག་ས་ཆ། ད་ལོ་དུས་ད་ཚང་མ་སྐམ་ཡག་ལ་བཟོ་པོ་དེ་འདྲས་ཀྱི་ཅིག་གནས་སྟངས་ཆགས་ཀྱི་འདུག་བ་དེ་ལ་ཡ་ཐན་པང་ཟེར་ཨ་ནི་སྨྲས་པ་ཟེར་དོའི་ཟམ་པ་ལ་ཡ་ཁ་ནི་མ་ཤེས་པ་དེ་ལ་ཡ་སྨྲས་པ་རེད་ཨ་ནི་དབྱུག་པ་ཟེར་དོའི་ཟམ་པ་ལ་ཡ་ཨ་ནི་རྒྱུག་པ་ལ་ཡ་དབྱུག་པ་ཟེར་ཅེས་གོ་བ་རེད་དེ་གཤམ་ལ་སྟེགས་བ་འོད་ད་རིང་པོ་དེ་ག་ས་སྟེགས་འདུག་སྟེགས་ལ་དུས་ཟམ་པ་ལ་ཡ་སྐྱག་པ་སྟེགས་བ་དེ་ལ་ཡ

ཧོང་ཨིན་ད་ནི་ཞེས་རྫི་བོ་ཟེར་དུས་སེམས་པ་ལ་ཡག་ལུགས་འཚོལ་མཁན་ལ་ཡག་རྫི་བོ་ཞེས་ཅི་ཁུག་རེད་ཨིན་ཇི་ཀའི་ཐོག་ནས་ཞུ་བའི་ནི་ཤར་ཕེར་ཟིག་འདུག་དེ་རེད། ཨིན་ནི་ས་ཉག་དེ་མཉམ་མ་མཉམ་མཉམ་ཟེར་དུས་སེམས་པ་ལ་བསམ་པ། ངས་དེ་འདྲའི་མཉམ་སོང་ལ་ནི་ངས་དེ་འདྲའི་བསམ་སོང། ཨིན་སྐྱེས་པ་ལས་དུས་སེམས་པ་ལ་ཨིན་ནི་བུ་བུ་རྒས་པ་རེད་ད་ནི་ཞེས་རྩ་རྒས་པ། ལོ་ཏོག་སྐྱེས་པ་ཚང་མ་རེད། ཨེ་བྷ་འུ་རྩ་ཟ་བརྩེ་མ་བརྩེ་མ་རེད་བ་བརྩེ་མ་ལ་སྡོད་ཟིན་པ་ལ་ད་ང་ཚོ་འབྲུ་དང་ནས་དེ་ཚོ་ཞིང་ཁ་ལ་བཏབ་ཚ་ནས་ཞོ་གོ་ལ་ཡ་ད་ཅིག་སྐྱེས་རེད་སྐྱེས་བའི་ཞོ་གོ་ལ་དེ་ཚོ་ཚང་མ་སྨིན་འགྲོ་གི་འདུག་བ་སྨིན་པ་དེ་ལ་དེ་འདྲའི་ལོ་ཏོག་སྨིན་དེ་ཡོད་དེ་ལ་ཡ་བརྩེ་མ་བྱེད་ཀྱི་གོ་རེད་འོང་ལ་ཟེར་དེ་ད་ང་ཚོ་ད་རིང་གི་སློབ་ཚན་གི་ནང་ལ་ཡ་ཟུར་འདོན་བྱེད་ཡོད་ཚིག་དེ་ནི་དེ་གས་དེ་བྱ་དེ་བྱ། ཨན་གཤམ་ལ་རྣམ་པ་ཚོ་ལས་ངའི་ད་དྲུང་དེ་མ་བཞུགས་ཡིན། རྫིང་བུ་ཞིག་ན་རུས་སྦལ་གཅིག་དང་ངང་པ་གཉིས་གནས་ཏེ་ཡོད། ལོ་བཞི་རིང་ཐན་པ་བྱུང་ནས་རྫིང་བུ་དེ་སྐམས། ད་རྫིང་བུ་ཞིག་ནང་ལ་ཡང་རུས་སྦལ་གཅིག་དང་ངང་པ་གཉིས་གནས་ཡོད་ཟེར་དུས་བསམ་པ་ལ་བསྡད་ཡོད་ཞེས་པའི་དོན་རེད། ལོ་བཞི་རིང་ལོ་མང་པོ་ཞིག་རིང་ལ་ཡང་ཐན་པ་བྱུང་ནས་ཐན་པ་ལ་དུས་བསམ་པ་ལ་ཐང་གའི་གོང་དུ་བཞུགས་པ་ནང་ཟླ་གཅིག་ཆར་བ་དུས་ཚོད་ལ་མ་བབས་པར་སོང་ཙང་ལན། ས་ཆ་དཀའ་མེད་ལ་བཟོད་པ་དང་ལོ་ཏོག་ཚུལ་ལ་འཇིགས་གནོད་ཀྱི་ཨེ་ཤི་དུ་བ་དེ་ལ་ཡང་ཐན་པ། ཐན་པ་བྱུང་ནས་ཨེ་ཁོ་རང་ཚོ་གི་ད་དེ་ས་གི་རྫིང་བུ་དེ་སྐམ་སོང་བས་རེད། ངང་པ་གཉིས་ཀྱིས་ངའི་གཉིད་འདི་རུ་སྡོད་ཐབས་མེད་བས་རྫིང་བུ་གཞན་དུ་འགྲོའོ་ཞེས་སྨྲས་བས་ད་ངང་པ་གཉིས་ཁོ་རང་གཉིས་ཕན་ཚུན་ད་འདུག་དཀའ་མོ་བྱུང་རེད། ངའི་གཉིད་འདི་རུ་སྡོད་ཐབས་མེད་བས་ད་ང་ཚོ་གཉིས་བསྡད་ལ་ཡ་ཡུན་རིང་པོ་ད་ང་ཚོ་བསྡད་ལ་ཡ་སྡོད་ཡ་ཐུབ་ས་མ་རེད། ད་བསྡད་ཐུབ་ས་མ་རེད། སོང་ཙང་རྫིང་བུ་གཞན་དུ་འགྲོ། ད་ང་ཚོ་རྫིང་བུ་གཞན་པ་ལ་ད་བསྡད་ལེ་ད་བསྡད་མ་བསྡད་བྱས་ན་ང་ཚོ་རྫིང་བུ་གཞན་པ་ལ་འགྲོ། ཞེས་ཁོ་རང་གཉིས་ད་ཞེས་སྨྲས་པས་ལ་དུས་ཟ་མ་དུས་ལ་བ་རེད། རུས་སྦལ་ན་རེད་ད་རུས་སྦལ་གྱིས་ལ་བ་རེད་ན་རེད་ཟེར་དུས་ཟ་མ་ལ་ཡང་ལ་བ་རེད། གྲོགས་པོ་དག་ང་ཡང་ཁྲིད་རོགས་ཞེས་བཤད་པས། གྲོགས་པོ་ཚོ། གྲོགས་པོ་དག་ལ་དུས་ཟིན་པ་ལ་གྲོགས་པོ་ཚོ། ང་ཡང་ཁྱེད་རང་ཚོ་མཉམ་དུ་ཁྲིད་རོགས་ཞེས་བཤད་པ་རེད། ཁྱོས་ཇི་ལྟར་ཁྲིད་ཐབས་མི་འདུག་ཟེར་བས་རུས་པའི་ནང་རེ་འཐབ་ཡོད། ད་ངང་པ་གིས་ཁོ་རང་ལ་རུས་པའི་ལ་ག་རེ་ལབ་པ་རེད་ལབ་ན་ཁྱོས་ཇི་ལྟར་དུས་ཟིན་པ་ཁྱེད་རང་ད་ག་འདུག་ང་ཚོ་ཁྱེད་རང་ལ་ཡང་མཉམ་དུ་ཁྲིད་དགོས་རེད། འཐབ་མི་འདུག་དུས་ཟིན་པ་ད་ང་ཚོ་ལ་ཁྱེད་རང་མཉམ་དུ་ཁྲིད་ཡག་གི་ད་འཐབ་ཤེས་དེ་འདྲ་གང་མི་འདུག་ཞེས་ལབ་པ་རེད། དེའི་གཞུག་ལ་ནི་དེ་འདྲ་རུས་པའི་ནང་རེ་རུས་པའི་གྱི་ལག་པ་རེ། ངས་དབྱུག་པ་ཞིག་གིས་ཁྱི་ལ་སོ་བཏབ། ཁྱོད་གཉིས་ཀྱིས་དབྱུག་པའི་སྣེ་གཉིས་ནས་བཏེགས་ནས་མི་ལེགས་སམ། ཞེས་ཐབས་ཤུ་སྟོན། ད་རུས་པའི་གྱི་གར་ལག་པ་རེ་ལ་ནི་ཐབས་ཡོད་ཐབས་ཡོད་ལ་དུས་སམ་པ་ལ་ང་ལ་ཡང་ཐབས་ཤུ་ཅིག་ཡོད། ཨ་ནི་ཐབས་ཤུ་ག་རེ་ཡོད་ལ་ནི་ད་ཁྱོད་རང་གཉིས་ཀྱིས་ང་པོ་ཁྱོད་རང་གཉིས་ཀྱིས་ཨ་ནི་དབྱུག་པའམ་རྒྱུག་པ་གཉིས། རྒྱུག་པ་སྤྱི་སྐད་ནི་སྣེ་གཉིས་ནས་བཏེགས་ནས་སྣེ་ལ་ན་ཟུར་གཉིས་ལ་རྒྱུག་པ་ཀྱི་ཟུར་གཉིས་ཏེ་ཁྱང་གཉིས་ཀྱི་ཡ་དུས་ཡ་བཀྱག་ན་བཀྱག་ན་ནི་འགྲིག་གི་མ་རེད་བས། རྒྱུག་པ་གཉིས་ཏེ་ད་འོང་འདུག། ཐབས་ཡོད་ངས་དབྱུག་པ་ཞིག་གི་དཀྱིལ་ལ་སོ་བརྡབས། ཁྱོད་གཉིས་ཀས་དབྱུག་པ་དེ་ཡི་སྣེ་གཉིས་ནས་བཏེགས་ན་མི་ལེགས་སམ་ཞེས་ཐབས་ཤེས་འདོན། ཨན། རུས་སྦལ་གྱིས་ན་རེ་ཟློས་སམ་ལ་རེས་ཐབས་ཡོད་ཟློས་སམ་ལ་ཡང་ང་ལ་ཡང་ཐབས་ཤེས་ཅིག་ཡོད། ངས་དབྱུག་པ་ཞིག་གི་དཀྱིལ་ལ་སོ་བཏབ་ཟིན་ངས་ནི་རྒྱུག་པ་ཅིག་གི་དཀྱིལ་མ་དེ་ལ་ངས་སོ་བཏབ་གི་ཡིན་སོ་བཏབ་ལ་དུས་སམ་ལ་དུས་ད་ཁ་གི་དུས་འཇུ་གི་ཡིན། ཨན། ཁོ་གི་དུས་ཁ་གི་འཇུ་དུས་སམ་ལ་ནི་ཁྱོད་རང་གཉིས་ཀྱིས་ངང་པ་ཁྱོད་རང་གཉིས་ཀས་ནི་དབྱུག་པ་དེ་ཡི་སྣེ་གཉིས་ནས་བཏེགས་སྣེ་གཉིས་ལ་དུས་སམ་ལ་ཟུར་གཉིས་ནས་ཡར་དུས་ད་བཀྱགས་ན་མི་ལེགས་སམ་འགྲིག་གི་མ་རེད་བས་ཞེས་ངང་པ་ལ་ཡང་རུས་སྦལ་གྱི་དུས་ཐབས་ཤེས་བཏོན་པ་རེད། ངང་པ་གཉིས་ཀྱིས་ཐབས་ཤེས་དེ་ཤིན་ཏུ་ལེགས། ངང་པ་གཉིས་ཀྱིས་འོ་ད་རུས་སྦལ་ཁྱེད་རང་གིས་གསུང་སྐྱོན་གནང་བཞིན་ཐབས་ཤེས་དེ་ཤིན་ཏུ་ཧ་ཅང་གི་ཡག་པོ་འདུག་དེ་ལྟར་ཁྱེར་བའི་སྐབས་ཁྱོད་ཀྱིས་སྐད་ཆ་མ་ཤོད་ཨ་ཞེས་མངགས། ད་ཐབས་ཤེས་དེ་ཡག་པོ་ཞུ་ཞུ་དུས་དེ་ལས་ཡིན་ནའི་ལས་ད་དེ་འདྲས་དེ་ད་དུས་སམ་པ་ལ་དེ་འདྲས་ད་ཅིག་ཁྱེད་འགྲོ་བའི་སྐབས་སུ་ཁྱོད་རང་གིས་སྐད་ཆ་མ་ཤོད་ཨ། ཁྱེད་ཀྱིས་ཀྱེ་མ་ལ་སྐད་ཅིག་བཤད་ཆོག་མར་བདག་བྱེད་ཅན་ཁོ་རང་གཉིས་ཀྱིས་ད་རེ་བས་ལ་དུག་སྔ་བ་རེད། ངང་པ་གཉིས་ཀྱིས་དེ་ལྟར་ཁེགས་ཏེ་ནམ་མཁའ་ཕུད་གྲུབ་པའི་ཚེ། ད་ངང་པ་གཉིས་ཀྱིས་ད་དུག་ས་ལྟར་རེ་བས་ཀྱིས་ལག་གཡོན་ནང་བཞིན་བྱས་རྗེས་དུག་ས་ཁེགས་འགྲོ་བའི་སྐབས་སུ། ནམ་མཁའ་ལ་ཕུད་གྲུབ་པའི་ཚེ་ནམ་མཁའ་ལ་དུག་ས་ཕུད་འགྲོ་བའི་གནས་སྐབས་སུ། རི་མགོའི་རྫི་བོ་རྣམས་ཀྱིས་མཐོང་ནས། ཨ་ཙི་ཨ་ཙི་ངང་པ་གཉིས་ཀྱིས་རུས་པའི་ཁལ་ཚུར་ལ་གཏོད་དང། ད། ཁོ་ཚོ་དུས་ཏེ་ནམ་མཁའ་ལ་འཕུར་ནས་འགྲོ་དུས་སྐབས་སུ་ནི་རིའི་སྒོ་ཟེ་དུས་ཟ་མ་ལ་རིགས་ཀྱི་སྒོ་ལ་རིགས་ཀྱི་སྒང་ལ་ཡང་རྫི་བོ་ཡོད་རེད་རྫི་བོ་ཟེ་དུས་ཟ་མ་ལུག་ཚུགས་མཁན་དུ་བ་ལུག་ཚུགས་མཁན་ལ་རྫི་བོ་ཟེ་ཆོག་གོ་རེད་རྫི་བོ་དེ་ཚུགས་ཀྱིས་མཐོང་ནས། ཨ་ཙི་ཨ་ཙི། ངང་པ་གཉིས་ཀྱིས་རུས་སྦལ་ཁྱེར་ཚུལ་ལྟོས་དང་ཟེར་ནས་ངང་པ་གཉིས་ཀྱིས་རུས་སྦལ་དེ་ཁྱེར་ཚུལ་ལ་ནི་ཁྱེར་སྟངས་ལ་ཅིག་ལྟོས་དང། དེ་འདྲའི་སྤྱང་གྲུང་ལྡན་པ་ལ། དེ་འདྲའི་སྤྱང་པོ་འདུག་དུས་འདོད་ནི་ངང་པ་གཉིས་དེ་སྤྱང་གྲུང་ལྡན་པ་ལ་སྤྱང་པོ་ཞུ་ཞུ་འདུག་ཞེས་ལྟོས་པའི་སྒྲ་གྲགས་པས། ལྟོས་པའི་སྒྲ་གྲགས་པས་སུ་ལྟོས་བསམ་པ་ལ་ཡང་དུ་སྟེ། ངང་པ་གཉིས་ལ་ཡང་ལྟོས་ར་དང་རེ་སུ་དོན་དོན་ནི། appreciate གཟིགས་ར་ཨེ་འཇིགས་སྐད་ལ་དུ་སྟེ་ལྟོས་ར་གི་སྒྲ་གྲགས་པས་སུ་སྐད་ཤུགས་ཆུན་པོ་ཕྱིན་ནས་ཁོ་ཚོ་དུ་སྟེ་རྫི་བོ་དེ་ཚོས་ཀྱིས་བཤད་པ་རེད་ཟེར་དུ་སྟེ་སྒྲ་གྲགས་པས། རུས་སྦལ་གྱི་སེམས་ལ་ད་རུས་སྦལ་གྱི་སེམས་ནང་ལ་ག་རེ་དྲན་པ་རེད་ལ་ན། ཐབས་དེ་ངས་བཏོན་ཀྱང་བྱིས་པ་རྣམས་ཀྱིས་ངང་པས་བཏོན་པ་རེད་ཟེར་གྱི་འདུག་སྙམ། ད་རུས་པའི་ཁོ་རང་གི་བསམ་བློ་ནང་ལ་ག་འདྲས་སུ་འཁོར་བ་རེད་ལ་ན། འོ་ད་ཁོ་རང་དུ་རུས་པའི་དུ་སི་ཁི་ཡ་གི་ཐབས་ཤེས་དེ་ང་རང་རང་གིས་བཏོན་རྒྱུ་རེད་ཟེར་གྱི་ནས་ལས་བྱིས་པ་དེ་ཚོ་གིས་ངང་པ་དེ་ཚོ་གི་དུ་སི་ཐབས་ཤེས་དེ་ངང་པ་དེ་ཚོ་གིས་བཏོན་རྒྱུ་རེད་དུ་སི་བྱས་ལ་གི་དུ་སི་བྱས་ཁོ་རང་དུ་སི་སྙམ་པ་རེད་སྙམ་ལ་ན་བསམ། བསམ་པ་རེད། ཡང་སོང་བ་ན་ཡུལ་གཞན་ཞིག་ཏུ་སྐྱེས་བུ་ཁ་ཅིག་གིས་མཐོང་བས་ཡང་དག་ཁོང་ཚོ་འདུག་ཟེར་ནམ་མཁའ་ལ་ཕུག་ནས་འགྲོ་འདོད་པའི་གནས་སྐབས་སུ་ཨན་ལུང་པ་གཞན་པ་ཞིག་ལ་སླེབས་པ་རེད་ལུང་པ་གཞན་པ་དེ་ལ་ཡང་ཨན་སྐྱེས་བ་ཁ་ཅིག་གིས་སྡོད་བསམ་པ་ལ་ཡང་བུ་ཁ་ཤས་ཅིག་གིས་ཡང་ཁོ་རང་ཚོ་འདུག་ཟེར་ནམ་མཁའ་ལ་ཕུག་ནས་འགྲོ་བཞིན་ཡོད་པ་དེ་མཐོང་བ་རེད་མཐོང་དུས་བསམ་པ་ལ། ངང་པ་གཉིས་པོའི་བློ་རིག་བཀྲ་བ་ལ་ཞལ་ཧུར་རྒྱ་བས། ངང་པ་གཉིས་པོ་དེ་བློ་རིག་བཀྲ་བ་ལ་ཟེར་དུས་ཟེར་མ་ལ་ངང་པ་གཉིས་པོ་དེ་སྤྱང་པོ་ཞུ་ཞུ་དུ་འོ་ཞེས་བྱས་ཡང་ནི་ཡང། ཨ་ནི་སྐྱེས་པ་འདི་སྐྱེས་འདི་སྐྱེས་ཨ་ནི་ཡང་ཧུར་རྒྱ་བས་ཟེར་དུས་ཟེར་མ་ལ་སྐྱེས་འདུག་ཤུགས་ཆུང་པོ་འདུག་རྒྱ་བ་རེད། ཡང་རུས་པའི་ཡིད་སེམས་ལ་ཡང་རྒྱ་རུས་པའི་ཁོ་རང་གི་སེམས་ནང་ལ་ཡང་ག་རེ་དྲན་པ་རེད་ལ་ན། འདི་ངའི་བློ་རིག་ཡིན་པ་སྐྱེས་པ་རྣམས་ཀྱིས་ཀྱང་མི་ཤེས་པ་འདུག་ད་དུང་འདི་ལྟར་ཤར་ན་སེ་ཤེས་ཅིག་བྱ་དགོས་སྙམ། ད་རུས་པས་ཁོ་རང་གི་སེམས་ལ་ག་རེ་དྲན་བ་རེད་ལ་ན། འདི་ངའི་བློ་རིག་ཡིན་པ་ལྟ། དངོས་གནས་བྱས་ནས་ད་ལྟ་དེའི་ཐབས་ཤེས་དེ་ནི་ད་ལྟ་རུས་པས་ཁོ་རང་གིས་བཏོན་ཡིན་པ་དེ་ནི་སྐྱེས་པ་རྣམས་ཀྱིས་ཀྱང་མི་ཤེས་པར་འདུག་ཟེར་ནས་སྐྱེས་པ་རྣམས་ལ་ན་བུ་དེ་ཚོ་ཡིན་ན་ཡང་མི་ཤེས་པར་འདུག་ཟེར་བསམ་པ་ལ་ཁོ་རང་ཚོ་ཡིན་ནའི་ལས་ཤེས་ངོ་མི་འདོག། ད་དུང་འདི་ལྟར་བཤད་ན། ད་དུང་ད་ང་ཚོ་ལ་ཡ་ད་དུང་ལས་ནི་འདུག་ད་འདི་ངང་པ་གས་ཅིག་ག་རིག་པ་རེད་འདུག་ཅེས་ཅིག་འདུག་བཤད་པ་ཡིན་ན་ཁོ་རང་གིས་ད། སེ་ཤི་ཆི་ཡིན་ཟེར་མི་དེ་ཚོ་ལ་ཡིན་ན་དེ་ངང་པ་ཡི་སྟོན་རྒྱུད་ཅིག་མ་རེད་དེ། རུས་པའི་ཁོ་རང་རང་གི་སྟོན་རྒྱུད་ཀྱི་བསམ་ཚུལ་འམ་ཐབས་ཤེས་ཅི་ཡིན་བྱས་རྗེས་ཁོ་རང་གི་མི་ཞིམ་པ་ལ་ཡ་དུ་སེ་ཤི་ཅིག་བྱ་དགོས་བསམ་ནས་སེ་ཤི་ལ་ན་བུས་ཨིན་ཇི་ཀའི་ཐོག་ནས་ཞུས་པ་ནས explain ཟེར་བ་རེད་ད explain ཅིག་བྱ་དགོས་བསམ་པ་རེད་ཟེར་ཁོ་རང་རུས་པའི། ཡང་ཕུ་ནས་སོང་སོང་བ་ན་བུད་མེད་ལ་ལའི་རྩེ་མོ་ལྔ་བ་དང་ལ་ལས་བོར་བཞིན་ཡོད་པ་དེ་དག་གིས་མཐོང་ནས་སྔར་བཞིན་བསྟོད་པས། ད་ཡང་ཁོ་རང་ཚོ་དུས་ད་ཕུ་ནས་འགྲོ་འདོད་པའི་གནས་སྐབས་སུ་སོང་སོང་བ་ན་ཟེར་དུས་བསམ་པ་དུས་སུ་འགྲོ་འགྲོ་ནས་ཨ་ནི་བུད་མེད་ལ་ལ་བུད་མེད་ཟེར་དུས་བསམ་པ་ལ་བུ་མོ་ལ་ཁུ་ཁུ་རེད་ལ་ལ་ཟེར་དུས་བསམ་པ་ལ་བུ་མོ་ཁ་ཤས། རྩེ་མ་ལྔ་བ་དང་རྩེ་མ་ཟེར་དུས་བསམ་པ་ལ་ཐང་གི་གོང་དུ་བཞུར་བ་ནང་དག་རེད་འབྲུ་རིགས་དུ་ཡ་མི་ཡིན་པ་དེ་ལ་ཡ།

ངང་པ་དག་རུས་པས་དེ་གི་དེ་ཡང་མཐོང་བས་རེས་མཐོང་ནས་སྔར་བཞིན་སྙེ་མ་ནང་བཞིན་མཆིས་བྱས་ཡང། བུ་མོ་དེ་ཚོ་ཡང་ལྟོས་པས་དུས་གསུམ་པ་ལ་ཡང་ངང་པ་གཉིས་དེ་ལ་ལྟོས་ར་དང་རེས་ངང་པ་གཉིས་དྲུང་ང་ལ་བྱས་བྱས་འདུག་བྱས་ཡང་ལྟོས་ར་དང་ཡང་གྱུར་བ། དེ་དུས་གསུམ་པ་ལ་ལྟོས་ར་དང་དུས་གསུམ་པ་ལ། རུས་པས་གྱི་སྐད་ཤུགས་ཆེན་པོས་རུས་པས་གྱི་སྐད་ཤུགས་ཆུང་པོས་བརྒྱབ་ནས་རུས་པས་གྱི་ད། སེམས་ཀྱིས་མ་བཟོད་ནུར་བ། ཅི་ཁོ་ཡི་སྐད་ཤུགས་ཆུང་པོས་བརྒྱབ་ནས་འདི་ངང་པའི་བློ་རིག་མིན། ངའི་ལྷོ་རི་ཡིན་ཞེས་བཤད་པས། འདི་ངང་པ་འགའི་ལྷོ་རི་མ་རེད། ངང་པ་གཉིས་ཀྱི་ནི་གཅིག། ཐབས་ཤེས་སྟོན་རྒྱུ་དེ་མ་རེད། སྟེ། ངང་པ་གཉིས་གྲུང་པོ་མ་རེད། དོན་དུ་ངང་པ་གཉིས་ཀྱི་དེ་ཐབས་ཤེས་སྟོན་རྒྱུ་དེ་མ་རེད། ངའི་ལྷོ་རི་ཡིན། འདི་ངའི་གཅིག་རིག་པ་བེད་སྤྱོད་དང་ནི་ངའི་འདུག་ས་ད་ཁྱེད་ཡ་དེ་ཁོ་རང་གི་འདུག་ས་ཐབས་ཤེས་སྟོན་པ་ཡིན་ཞེས་བཤད་པ་རེད། དེ་འདྲའི་བཤད་དུས་སྐབས་སུ་དབྱུག་པ་ཁ་ནས་ཤོར་ཏེ་ས་ལ་བླུགས་ནས་ཤི་འོས། ད་རྒྱུག་པ་དེ་མ་ཁ་ནས། ཁོ་ཁོ་གི་དུས་སྟེ་ང་ནི་མ་དུས་སྟེ་འདི་བརྗོད་དུས་བསམ་པ་ལ། དབྱུག་པ་འདི་ཁ་ནས་ཤོར་བ་རེད་ཤོར་གྱིན་འདི་ད་ལྟ་དེ་རེད་ད། རུས་པའི། བ་སོང་ཙང་ཁ་ནས་ཤོར་ནས་ས་ལ་བླུགས་ནས་ཤི་འོ་ཟེར་མཐའ་མ་དེ་ལ་ཡ། རུས་པའི་དེ། ཁོ་རང་འདི་ཕྲག་དོག་གིས་མ་བཟོས་པར་བ་དུས་འདོད་ནས་མི་ཞིམ་པ་གིས་ཅིག་ངང་པ་གཉིས་ལ་ལྟོས་ར་བཏང་དུས་བསམ་པ་ལ་ད་ཁོ་ཁོ་རང་གིས་ཅིག། ཐབས་ཤུ་བཏང་རྒྱུ་ཡིན་བྱས་ཀྱི་མིད་དུ་འཛུལ་གི་ཧ་གོ་ན་བསམ་གོར་བ་སོང་ཙང་བུ་ཐ་མ་དེ་ལ་མིད་དུ་འཛུལ་ལ་གི་ད་ཡང་བསྐྱར་དུ་སླ་བ་ཡིན་ན་ཁོ་རང་གིས་དེ་ཐབས་ཤུ་བཏོན་རྒྱུ་ཡིན་ད་བྱས་ཀྱི་རིག་པ་དེ་ཁོ་རང་གིས་བེད་སྤྱོད་བཏང་རྒྱུ་ཡིན་ད་བྱས་ཀྱི་མིད་འཛུལ་ལ་ཧ་གོ་གོ་བཅུག་གི་འདུག་བསམ་བྱས་ཁོ་རང་གིས་དུ་ད་ཀུན་སློང་ཨེ་འདྲ་ཞིག་ངན་པ་ཟེ་བོ་ར་དོན་དུ་དེ་འདྲས་སུ་བཅང་དུས་བསམ་པ་ལ་ཡ་ནི་ཁོ་ས་ལ་མ་ལྷུང་ནས་ལྷུང་ཟེ་དུས་བསམ་པ་ལ་ཟ་ས་ལ་མ་ཟ་ནས་ཁོ་ནི་ཐ་མ་དེ་ལ་ཤི་བ་རེད། ཧོང་ད་ད་རིང་གི་ང་ཚོ་གི་སློབ་ཚན་དེ་ངང་པ་དང་རུས་པའི་བྱིས་པའི་དྲུང་དེ་འདུག་ཟེར་བྱ།